ད་ཨ་དེ་ཁ་ཚང་ཤོད་པ་ལྟ་དུ་རེད་ཨ་ནི་ཡིག་འབྲུ་ཀུན་གྱི་མཆོག་དོན་ཆེན་ཡི་གེའི་གདམས་པ་ཡིན་ཁོང་ནི་འབྱུང་བ་སྐྱེ་བ་མེད་ཚིག་ཏུ་བརྗོད་པ་སྤངས་པ་སྟེ་བརྗོད་པ་ཀུན་གྱི་རྒྱུ་ཡི་མཆོག་ཚིག་ཀུན་རབ་ཏུ་གསལ་བར་བྱེད། སྐྱེ་བ། གནས་པ། འགག་པ་སྐྱེ་འགག་གནས་གསུམ་དང་ཕྲ་བའི་གི་གནས་སམ་ངོ་བོ་རང་བཞིན་དབྱེར་མ་མཆིས་པ་དེ་ཡི་གེ་ཨ་ཡི་སྟེང་གི་ཡོད་པ་རེད། དེ་ལ་བརྟེན་ནས་ཨ་དཀར་པོ་དྲི་མ་མེད་པ་གསལ་མ་ཙམ་ཞིག་བསྒོམ། དེ་ལ་མ་ཡིན་པར་ལྟོས། ད་དེ་ཨ་དེ་སོ་སོ་གི་སོ་སོ་རང་རིག་པའི་ཡེ་ཤེས་དེ་རང་རེད་རིག་པ་དེ་རང་རེད། དེའི་ཚེ་དངོས་པོ་མཐོང་བ་མེད་པ་ལ་ས་ལེར་ཧྲིག་གེ་རྗེན་ནེ་བ་ཉམས་སོ་མྱོང། ཉམས་སུ་མྱོང་ཟེར་བའི་སྐབས་སུ། རྟོག་པ་དང་འབྲེལ་ནས་ཉམས་སུ་མྱོང་ཡང་ཡོད་མ་རེད། རྟོག་པ་དང་བྲལ་བའི་ངོ་ནས་ཉམས་སུ་མྱོང་དགོས་བ་རེད། རྟོག་པས་འདི་རིག་པ་རེད། འདི་གསལ་བ་རེད། འདི་སྤྲོས་བྲལ་རེད། འདི་གཉུག་མ་རེད་བསམ་ན། དེ་ཉུང་ཉུང་བ་མ་རེད། ཚིག་ཏུ་བརྗོད་པ་སྤངས་པ་སྟེ་ཟེར་འཇམ་པ་ཚིག་འཇོལ་དང་ཚིག་ཏུ་བརྗོད་པ་སྤངས་ཟེར་དུ་ཚིག་གིས་མཚོན་མི་ཐུབ་པ། བརྗོད་མི་ཐུབ་པས་ཉམས་སུ་མྱོང་བ་གཅིག་དགོས་ཀྱི་ཡོད། དེ་ལ་བརྟེན་ནས་ཚིག་ཏུ་བརྗོད་པ་སྤངས་པ་སྟེ། ཚིག་ཏུ་བརྗོད་པ་སྤངས་ཐུབ་ན་ཉམས་སུ་མྱོང་བ་དེ་གང་ཡིན་ཞེ་ན་བརྗོད་པ་ཀུན་གྱི་རྒྱུ་ཡི་ཕྱོགས་སུ་མཆོག་ཏུ་གྱུར་པ། བརྗོད་པ་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ། བསམ་པ་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ། དེའི་ཚེ་དངོས་པོ་མཐོང་བ་མེད་པ་ས་ལེ་ཧྲིག་གེའི་རྒྱན་ནི་འོ་ཉམས་སུ་མྱོང་དུ་ཡོད་པ་ཚིག་གིས་རྣམ་མི་ཤེས་པ་འབྱུང་ངོ། འོའོ་བུ་དག་སེམས་ཀྱི་ངོ་བོ་ནི་སྟོང་སང་ངེ། སྟོང་སང་ངེ་ཟེར་བའི་སྐབས་སུ་གང་ཡང་མེད་པ་ཟེར་བའི་སྐད་ཆ་མ་རེད། ངོས་བཟུང་མི་ཐུབ་པ་ངོས་འཛིན་དང་བྲལ་བ་རྩ་བ་དང་བྲལ་བ། རྩ་བ་དང་བྲལ་ངོས་བཟུང་དང་བྲལ་ཡོང་དུས་སེམས་ཀྱི་ངོ་བོ་སྟོང་སང་ངེ་བ། འོ་ན་སྟོང་པ་སྟོང་རྐྱང་འགྲོ་བའི་ཟེར་ན་མི་འདུག། ས་ཆ་མ་འགགས་པ་རང་བཞིན་སར་སེང་ངེ་བ། དེ་ཡི་འཆར་སྒོ་དེ་ག་རེ་རེད་འཆར་སྒོ་དེ་མ་འགགས་པ་རེད། བཞག་བཞག་ན་ཡང་འཆར་སྣང་ཡོང་གི་རེད། རྐྱེན་དང་འཕྲད་ན་ཡང་འཆར་སྒོ་འགག་གི་མ་རེད། རྟོག་པ་སྐྱེས་ན་ཡང་འཆར་སྒོ་འགོག་གི་མ་རེད། རྟོག་མེད་ཀྱི་ངང་ལ་གནས་ན་ཡང་འཆར་སྒོ་འགག་གི་ཡོད་མ་རེད་དེ་ཟེར་ཡོང་དུས་རྐྱེན་ལ་རག་མ་ལས་པ་ཟིག་ཡོད་རེད་མན་ངག་གི་ལུགས་ལ། འོ། དེའི་གནས་ལུགས་ནི་གནའ་བསམ་བརྗོད་དུ་མེད་པ་ལ་རང་ས་ཆའི་འཆར་སྒོ་མ་འགགས་པ། བརྗོད་དུ་གསང་ཆེན་གཅིག་མེད་གསང་ཆེན་གྱིས་གསུང་མི་ཐུབ་པ་རེད། འདི་ཞེས་བརྗོད་ལ་འདི་ཞེས་བརྗོད་པ་ལ་གསང་ཆེན་གཅིག་གསུང་མི་ཐུབ་པ་རེད། དེ་ལ་བརྟེན་ནས་འདས་པའི་གསང་ཆེན་ཐམས་ཅད་ཀྱིས་མ་གསུངས་མ་འོངས་པའི་གསང་ཆེན་ཐམས་ཅད་ཀྱིས་གསུང་བ་མི་འགྱུར་ཟེར་ཡག་ཚིག་དེ་དེ་ནས་ཡོང་གི་ཡོད་རེད། བཅོས་སོ་སེམས་ཅན་གྱི་མེད་བཟང་པོར་སྤྱོད་པ། ངན་པར་སྤྱོད་པ་བཟང་པོ་དང་ངན་པ་རེ་བ་དང་དོགས་པ་ལ་སོགས་པ་གཉིས་ཆོས་ཀྱིས་གཉིས་སུ་འཛིན་པའམ་གཉིས་ཆོས་ཀྱིས་བཅོས་སོ་མེད་པ་རེད། བཅོས་སོ་མེད་པའི་རྒྱུ་མཚན་ག་རེ་ཟེར་ན། གནས་ལུགས་ཁོ་རང་དེ། སྤྱོད་པའི་གི་མཚན་ཉིད་ལས་འདས་པ་རེད། སྤྱོད་པ་ཟེར་དེ་བློ་ཡི་སྒྲོ་བཏགས་པ་རེད་སྒྲོ་བཏགས་ནི་ཡོད་མེད་ཡིན་མིན་གསལ་བ་རིག་པ་སྟོང་པ་སྤྲོས་བྲལ་ཟུང་འཇུག་མཉམ་ཉིད་མང་པོ་ཅིག་བཤད་ཀྱི་ཡོད་རེད་དེ་ཚང་མ་དེ་བློ་ཡི་རྟོག་པའི་སྒྲོ་བཏགས་པ་རེད་མ་གཏོགས་གནས་ལུགས་ཁོ་རང་ལ་ཟུང་འཇུག་ཡོད་མ་རེད་སྤྲོས་བྲལ་ཡོད་མ་རེད་མཉམ་ཉིད་ཡོད་མ་རེད། མཐའ་ཐམས་ཅད་ལས་འདས་པ་ལ་ཕྱག་རྒྱ་ཆེན་པོའི་སྐབས་སུ། གཏད་སོ་ཐ་དག་ཞིག་བ་ཟེར་ཡ་དེ་ཕྱག་ཆེན་གྱི་སྐབས་སུ་ས་ར་ཧ་གི་གཏད་སོ་ཞིག་ཟེར་ཡ་ཚིག་དེ་དེ་ནས་ཡོང་གི་ཡོད་རེད་བློ་ཡིས་གཏད་སོ་ཞིག་ཟེར་བའི་སྐབས་སུ་ཡོད་ཡོད་མེད་ཡིན་མིན་ཟེར་བའི་སྐད་ཆ་གཅིག་པུ་མ་རེད་ཟབ་མོའི་གི་སྒྲོག་གི་ཡང་བཅིངས་ཡོང་ན་གཏད་སོ་ཆགས་ཡོང་བ་རེད་ཟབ་མོའི་སྒྲོག་ཟེར་དུས་ཟབ་མོའི་ཐ་སྙད་དང་འབྲེལ་བའི་སྒྲོག་གི་བཅིངས་གི་ཡོད་རེད་སྤྲོས་བྲལ། ཟུང་འཇུག། མཉམ་ཉིད། འོད་གསལ། ད་མང་པོ་ཅིག་བཤད་གི་ཡོད་རེད་བ་རང་བྱུང་གི་རིག་པ། གནས་ལུགས། ངོ་བོ་ཟེར་ནས་ཤེས་ཀྱི་ཡོད་རེད་དེ་ཐམས་ཅད་དེའང་འགྲོ་བོར་ཆགས་ཀྱི་ཡོད་རེད་དེ་ལ་བརྟེན་ནས་འདིར་གསུངས་འདུག་བ། བཅོས་སུ་སེམས་ཅན་གྱི་མེད། འོ་ན། ངོ་ཨེ་ཤེས། ངོ་ཤེས། ངོ་ཤེས་ཚུལ་དེ་ག་འདྲའི་ཚོགས་ནས་ཤེས་དགོས་ཟེར་ན་འདིར་གསུངས་འདུག་བ། རིག་ཙམ། དབལ་ཙམ། རྗེན་ནེ་བ། བསང་ངེ་བ། ཧྲིག་གེ་བ། ད་དེ་འདྲ་ཅིག་མ་ལ་རང་ན་རེད། དེའི་ཚིག་དེ་འུ་ཐུག་པའི་སྐད་ཆ་རེད་བ། འུ་ཐུག་ཡོང་དུས་ད་ག་འདྲ་ཞིག་འདུག་ཟེར་དུས་ད་དེ་འདྲ་ཞིག་འདུག་ཟེར་ནས་ཅིག་མ་མ་བཤད་ན་ཐ་སྙད་དང་སྦྲེལ་ནས་མ་བཤད་ན་འགྲིག་གི་ཡོད་མ་རེད། དེ་འདྲ་འདུག་ཐ་སྙད་མང་པོ་ཅིག་དང་སྦྲེལ་ནས་བཤད་ཡོང་ན་ཐ་སྙད་ཀྱི་ལྷ་རར་ཡང་ཐ་སྙད་ཀྱིས་འགྲོ་དགོས་ཅིང་ཐ་སྙད་སྤྱིའི་ཐ་སྙད་དྲུད་ཐ་སྙད་སྤྱིའི་ཐ་སྙད་དྲུད་ཡོང་དུས་ཐ་སྙད་ཀྱི་ཚང་ཚིང་གི་ནགས་སུ་ཚུད་ཡག་གི་ཉེན་ཁ་ཡོད་པ་རེད། དེ་ལས་འདས་པའི་གནས་ལུགས་ཀྱི་ཐོག་ལ་སླེབས་དགོས་པ་ཡིན་ན་ནི་ག་འདྲ་ཞིག་དགོས་ཟེར་ན། རྣལ་འབྱོར་པ་གཅིག་གིས་རྣལ་འབྱོར་པ་གཅིག་ལ་ངོ་སྤྲོད་དགོས་ཀྱི་ཡོད་དུས་རིག་ཙམ། གསལ་ཙམ། ད་དེ་རང་རེད། རྗེས་ནས་བ། ས་ལའི་བ། ཧྲིག་གེའི་བ། ཨོ། དེ་ངོ་ཤེས་པ་གྱིས་གསུངས་བར་ངོ་ཤེས་ཟེར་བའི་སྐབས་སུ་རང་ལ་ཡོད་པ་དེ་རང་གིས་ངོ་ཤེས་དགོས་རེད་གསུངས་བ་མ་གཏོགས་ཕྱི་ལོགས་ནས་ཡ་ཕྱི་ནས་ཡ་བླ་མེད་ཀྱི་མན་ངག་དང་དབང་ལ་བརྟེན་ནས་དེ་ནི་གཅིག་གིས་དཀྱིལ་འཁོར་གྱི་ནང་ལོགས་ལ་ཡ་གཏད་ནང་གཏན་འབེབས་ཀྱི་རྣམ་གཞག་ལ་ཐོགས་ནས་ངོ་སྤྲོད་ནས་ཤེས་དགོས་རེད་ཟེར་བའི་སྐད་ཆ་མ་རེད། རང་ལ་ཡོད་པའི་རང་ཆས་དེ་རང་གིས་ངོ་ཤེས་དགོས་རེད་དེ་རང་ལ་དང་པོ་ནས་ཡོད་རེད་ཟེར་བ། རང་ལ་དང་པོ་ནས་ཡོད་རེད། ཡིན་ན་ཡང་བག་ཆགས་དང་གཉིས་སུ་འཛིན་པའི་རྟོག་པ་འདུ་ཤེས་ཕྲ་རགས་ཀྱིས་བཅིངས་སོང་བ་ཡིན་དུས་ད་ལྟ་བར་དུ་མཐོང་མ་ཐུབ་པ་རེད། རང་ལ་ཡོད་ཀྱང་རང་གིས་མ་མཐོང་བ། རང་ལ་ཡོད་ཀྱང་རང་གིས་ངོ་མ་ཤེས་པ། ད་རང་ལ་ཡོད་པས་རང་གིས་ཆད་དེ་རང་ཆད་དེ་རང་གིས་ངོ་ཤེས་པར་བྱེད་པ་ལ་ཐབས་སྣ་ཚོགས་རྐྱེན་སྣ་ཚོགས་དེ་འདྲ་ཅིག་གི་ངོས་འཛིན་མཐུ་ཡག་དང་ངོ་ཤེས་མཐུ་ཡག་ཡོད་མ་རེད། འོ་ན་ག་འདྲ་ཤེས་དགོས་ཟེར་ན་མཉམ་པར་བཞག་ལ་དེ་ཁོ་ན་ཉིད་ཀྱི་ངོ་བོར་གཞོག་ཟེར་ད་དེ་རང་རེད། མཉམ་པར་གཞོག་དེ་ཁོ་ན་ཉིད་ཀྱི་གནས་ལུགས་ལ་དཔྱད་བརྗོད་དང་སྒྲོ་འདོགས་ཀྱིས་མ་བཅིངས་པ་རང་སར་གཞོག་དང་རང་གི་ངོ་བོ་མཐོང་གི་རེད་ཟེར་ཡག་གི་ད་མན་ངག་གི་ལུགས་ཀྱི་ཚིག་འདི་དང་འདི་ལ་ཡང་ངོ་ཤེས་པ་གྱིས་ཟེར་ཡག་དེ་དེ་རང་རེད། ངོ་ཤེས་དགོས་ཀྱི་ཡོད་རེད་དེ་ངོ་ཤེས་ཚུལ་དེ་རང་གི་ཐབས་ལ་མ་བརྩོན་ན་ངོ་ཤེས་ཐུབ་ཀྱི་ཡོད་མ་རེད། འོ་དེ་ཡིན་དུས་ངོ་ཤེས་པ་ཅི་ལ་དུས་དང་རྣམ་པ་ཀུན་ཏུ་སྒོམ་དུ་སྤུ་ཙམ་མེད་པ། མ་སྒོམ་པའི་སྒོམ་པ་ཆེན་པོ་དག་སྒོམ་བྱ་སྒོམ་བྱེད་མེད་རེད་བ། སྤྱིར་བཏང་ང་ཚོ་དུས་ཆེན་སྒོམ་དགོས་རེད་སྒོམ་དགོས་ཟེར་དུས་གཅིག་ལམ་སང་སྒོམ་ཟེར་དུས་ལུས་རྫོགས་ཚོ་བསྡད་དགོས་ཡག་འདྲ་བོ་གཅིག་མིག་བཙུམ་དགོས་ཡག་འདྲ། ཡང་ཅིག་རྟོག་པ་བཀག་ནས་རྟོག་པ་བཀག་ནས་རྟོག་མེད་ཀྱི་ངང་ལ་བསྡད་དགོས་ཡ་འདྲ་བོ་རྟོག་པ་སྐྱེས་སོང་ན་རྟོག་པ་དེ་སྐྱོན་རེད་དེ་བཀག་འགོག་རེད་ཟེར་ཡ་འདྲ་བོ་རྟོག་པ་སྐྱེས་ན་སྒོམ་གྱི་སྐྱོན་རེད་རྟོག་མེད་ཀྱི་ནང་ལ་གནས་ན་དེ་སྒོམ་གྱི་ཡོན་ཏན་རེད་ཟེར་ཡ་འདྲ་བོ་དེ་རིགས་ཀྱི་ཅིག་འགོག་མྱོང་ཚ་བོ། ལྟ་བ། གྲུབ་མཐའ་དེ་འདྲ་གི་བསམ་བློ་མང་པོ་ཞིག་བཏང་བྱས་ནས་ང་ཚོ་གི་སྒོམ་གྱི་གནས་ཚུལ་དེ་རྙེད་ཐུབ་ཀྱི་ཡོད་མ་རེད་ད། འདི་ན་ག་རེ་གསུང་འདུག་ཟེར་ན་སྒོམ་རྒྱུ་སྤུ་ཙམ་མེད། བསྒོམ་བྱ་བསྒོམ་བྱེད་སྟོར་ཏེ་ཐལ་ཟེར་མི་ལ་རེ་བས་བསྒོམ་བྱ་དང་བསྒོམ་བྱེད་སྟོར་ཏེ་ཐལ་ཟེར་ཡ་འདི་ཡང་ཚིག་མཐོན་པོ་ཆེ་ང་ཚོ་ཡང་ཁ་ཤས་ཅིག་གིས་སྒོམ་གྱི་གནད་ལ་བག་ལེབ་མ་ཐུབ། ཡིན་ན་ཡང་ཐ་སྙད་མཐོན་པོ་དེ་ཚོ་བྲིས་ཏེ་བེད་སྤྱོད་མང་པོ་བཏང་ཡོད་དུས་སྒོམ་གྱི་ཐོག་ལ་ཡང་སླེབས་མ་ཐུབ། རེད་འདུག་བ་གནས་ལུགས་ཁོ་རང་ཐོག་ལ་སླེབས་མ་ཐུབ། ཡང་ཐ་སྙད་ཀྱི་རྣམ་གཞག་དེ་ཚོ་བྲིས་ལ་ནི་དེ་ཡི་ནང་ལ་ཡང་ཅིག་གིས་སླེབས་མ་ཐུབ། ཏི་ཐི་བ་ད་དེ་ལ་དཀའ་ངལ་ཅིག་ཡོང་སྡིག་ཡོད་རེད། ད་བསྟིམ་མ་ཡོང་བ་ཅིག་གི་ཐབས་ཤེས་ལ་འདི་སྒོམ་དུ་སྤུ་ཙམ་མེད་ཟེར་ཡག་དུས་སྒོམ་རྒྱུ་མི་འདུག་ཟེར་ཡག་རྒྱུ་མཚན་དེ་དང་པོ་ངེས་པ་རྙེད་ནས་ལྟ་བ་གི་སྒྲོ་འདོགས་ཆོད་སྒོམ་སྤེལ་གི་ཉམས་སུ་མྱོང་སྐྱོད་པ་གི་འཕྲང་ལས་གྲོལ་ནས་ལྟ་སྒོམ་སྤྱོད་ཟུང་དུ་འཇུག་པའི་སོ་ཐོག་ནས་མངོན་སུམ་གི་མྱོང་བ་བསྐྱེད་མ་ཐུབ་ན་ཡང་འདི་འདྲ་ཞིག་རེད་འདུག་བསམ་པའི་གེགས་སེམས་ཀྱི་ནང་བ་ལ་ཡང་དེ་རེད་འདུག་སངས་རྒྱས་ཀྱི་གསུང་རྗེས་འཇུག་མཁས་པའི་བསྟན་བཅོས་ལྷག་པར་དུ་བླ་མའི་མན་ངག་རྣམས་ལ་དེ་འདྲའི་གསུངས་བཞག་པ་དེ་དངོས་གནས་ཅིག་ཡིན་ས་རེད་བསམ་བསམ་འདྲ་བོ་ཅིག་གི། མྱོང་བས་ཀྱི་ཅིག་རྟོགས་པ་མེད་ན་ཡང་དེ་ལ་ཡང་དཔྱད་པ་བྱས་པས་ཀྱི་བློ། དོན་དང་མཐུན་པ་ཅིག་བློ་དེ་ཡི་ཡུལ་ཚད་མ་ཅིག་ལ་བར་འཇུག་པས་ཀྱི་མྱོང་བ་ཅིག་ཡོང་དགོས་ཀྱི་རེད་བ། དེ་འདྲ་ཅིག་མེད་པ་ཡིན་ན་ཕན་གྱི་ཡོད་མ་རེད། འོ་དེ་འདྲ་ཡིན་དུས་སྒོམ་ཆོས་སྤུ་ཙམ་མེད། རྗེ་བཙུན་མི་ལའི་གསུང་བ་དེ་རང་རེད་དོན་དམ་བདེན་པའི་དབང་དུ་ན་སྒེག་པའི་སངས་རྒྱས་ཉིད་ཀྱང་མེད། དགོངས་པ་སྤོབས་མེད་བསྒོམ་བྱ་མེད། བགྲོད་བྱ་ས་དང་ལམ་ཡང་མེད། འབྲས་བུ་སྐུ་དང་ཡེ་ཤེས་མེད་དེ་ཕྱིར་མྱ་ངན་འདས་པའང་མེད། ཟེར་ཡག་ཚིག་འདི་རྣལ་འབྱོར་པ་གི་ཐག་ཆོད་པའི་སྒྲོ་འདོགས་ནང་ནས་ཆོད་པའི་ཐག་ཆོད་པའི་གི་སྐད་ཆ་རེད་བ། དེ་མ་གཏོགས་ང་རང་ཚོ་སྤྱི་དང་མཚན་ཉིད་པ་ཐམས་ཅད་ཀྱི་གཅིག་རེད་གཉིས་རེད་གསུམ་རེད་ཟེར་མང་པོ་ཅིག་བཤད་ཡིན་ན་ཡང་མྱོང་བ་ནང་ནས་ཐག་མ་ཆོད་ན་ཐག་ཉེ་ཚིག་གི་ཐག་ཆོད་པའི་གི་ཕན་གི་ཡོད་མ་རེད། སྒྲོ་འདོགས་སེམས་ལ་ཆོད་པ་དེ་ལ་རྣལ་འབྱོར་པ་ཟེར་གྱི་ཡོད་རེད་སྒྲོ་འདོགས་སེམས་ལ་མ་ཆོད་ན་རྣལ་འབྱོར་པ་ཆགས་ཀྱི་ཡོད་མ་རེད་ག་ཚོད་མིང་རྫིག་པོ་གཅིག་དང་ག་ཚོད་ཅིག་གོ། ལྟ་བ་མཐོང་པོ་དང་སྒོམ་མཐོང་པོ་ཡོད་ཟེར་བཤད་པ་ཡིན་ན་ཡང་ཕན་གྱི་མི་འདུག་བ་ད་སེམས་ལ་ངེས་ཤེས་ཅིག་དགོས་ཀྱི་ཡོད་རེད་དེ་འདྲ་ཅིག་ཡིན་ས་རེད་བསམ་པ་ཅིག་དེ་རེད་འདུག་བ་སངས་རྒྱས་ཀྱི་གསུང་དེ་ཡང་བདེན་པ་རེད་འདུག་རྒྱ་གར་བོད། རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་ལ་ཕེབས་པའི་གི་མཁས་གྲུབ་ཀྱི་གསུང་དེ་ཚོ་དངོས་གནས་བདེན་པ་རེད་འདུག་བསམ་པའི་གི་བསམ་པ་དེ་བདེན་པ་རེད་འདུག་ཟེར་ཡ་དེ་དཔང་པོ་དེ་རང་གི་སྟོན་དགོས་ཡར་དཔང་རྟགས་དེ་མ་གཏོགས་དཔེ་ཆ་ནང་ལ་འདུག་མིས་བཤད་གི་འདུག་མཁས་པས་བཤད་གི་འདུག་མཁན་པོས་བཤད་གི་འདུག་སློབ་དཔོན་གྱིས་བཤད་གི་འདུག་འཚམས་པས་བཤད་གི་འདུག་ཟེར་ན་ཕན་གི་མི་འདུག་ག་དེ་མྱོང་བ་ནང་ནས་ཐོན་དགོས་གི་ཡོད་རེད་མྱོང་བ་ནང་ནས་ཐོན་པ་དེ་ལ་སྒྲོ་འདོགས་ནང་ནས་ཆོད་པ་ཟེར་གི་ཡོད་རེད་སྒྲོ་འདོགས་ནང་ནས་ཆོད་པའི་གང་ཟག་དེ་ལ་རྣལ་འབྱོར་པ་ཟེར་མིང་བཏགས་གི་ཡོད་རེད། ནོར་དེ་འདྲ་ཡིན་དུས་སྒོམ་དུས་སྤུ་ཙམ་མེད་ཟེར་ཡག་སྟེ་རྣལ་འབྱོར་དཔལ་གྱིས་ཉམས་སུ་མྱོང་མྱོང་མྱོང་མྱོང་དེ་བས་ཀྱི་མཐའ་ཐུག་གི་ཐོབ་བྱ་དེ་དེ་རེད་ཐག་ཆོད་བས་ཀྱི་ལྟ་སྒོམ་སྤྱོད་བས་ཀྱི་འབྲས་བུ་དེ་རེད། དེ་རེད་ད་ཡེངས་སུ་སྐྱེ་ཅི་ཙམ་མེད་པ། ཡེངས་སུ་སྐྱེ་ཅི་ཙམ་ཡང་མེད་པ་ཟེར་ཡོང་པའི་སྐབས་སུ། འགྲོ། འདུག། ཟ། ཉལ། ཐ་མལ་པའི་སྐྱོན་རྣམས་ཐམས་ཅད་དེ་སྒོང་གི་ནང་ལ་འཕར་ཡང་ཁྱི་ཐུག་གོ་གི་ཡོད་རེད་དོན་དག་དེ་རེད་དོ། ད་ལྟ་ང་ཚོ་སྒོམ་ཟེར་བའི་སྐབས་སོགས་ལ་སྒོ་བཅད། སྒེའུ་ཁུང་བཅད། འུར་སྒྲ་མེད་ས་གཅིག་ལ་ཡང་སྒོམ་རྒྱག་དགོས་ཀྱི་འདུག་བ། བལྟས་ཚེ་ཕྱི་ལོགས་ནས་འུར་སྒྲ་ཞིག་གླས་ཡོང་ན་ཨ་ལྟ་སྒོམ་ཡག་པོ་ཡོང་གི་མི་འདུག་དེ་ཟ་ངེ་ཟིང་ངེ་དེ་འུར་སྒྲ་དེ་ཡི་ངང་སྒོམ་ལ་བག་ཆགས་ཆེ་གི་འདུག་ཟེར་ཡག་ཞིག་དེ་འདྲ་གི་ཅིག་མགོ་རྙོག་ཚ་བོ་ཅིག་ཡོང་བསྡད་ཀྱི་ཡོད་རེད་དེ་ག་རེ་ཟེར་ན་སྒོམ་གནད་ལ་མ་སོང་བའི་རྟགས་རེད། འབྲོང་རྡོ་སེམས་ལ་མཆོད་ན་འབྲོང་རྡོ་སེམས་ལ་མཆོད་ན་མི་མང་པོའི་ནང་ལ་ཡའུ་འདྲ་ཆེན་པོའི་ནང་ལ་བསྡད་ན་ཡང་འདྲ་རང་ཉིད་གཅིག་པུ་གནས་གཡའ་རི་གངས་རི་རྫ་རི་ནང་ལ་བསྡད་པ་ཡིན་ན་ཡང་འདྲ་ཆད་མེད་པ་ཅིག་དགོས་ཀྱི་ཡོད་རེད་གནས་ཀྱི་ཆད་མེད་པ་ཅིག་རྐྱེན་གྱི་ཆད་མེད་པ་ཅིག། གནས་དང་རྐྱེན་གྱི་ཁྱད་པར་མ་སོང་བ་ནང་ནས་མྱོང་བ་ནང་ནས་ཚུད་ནས་ཐག་ཆོད། བཙལ་ས་ཟིན་རང་དབང་ཐོབ་མཐར་ཆོད་ན། དེ་ནང་ཆོས་པ་རེད། དེ་བྱས་ན་དབྱིངས་སུ་སྐད་ཅིག་ཙམ་མེད་པ་མི་མང་པོ་ནང་ལ་འགྲོ་ཆོག་གི་འདུག། འུར་སྒྲ་ཚ་བོ་ནང་ལ་ཡང་འགྲོ་ཆོག་གི་འདུག། མིག་གི་གཟུགས་མཛེས་པ་དང་མ་མཛེས་པ་ལ་སོགས་པ་ཡང་ལྟ་ཆོག་གི་འདུག། རྣ་བའི་སྒྲ་སྙན་པ་དང་མ་སྙན་པ་ཐམས་ཅད་ལ་ཡང་ལོངས་སུ་སྤྱོད་ཆོག་གི་འདུག། སྣ་ཡི་དྲི་ཞིམ་པ་དང་མ་ཞིམ་པ་ལྕེའི་རོ་ཞིམ་དང་མ་ཞིམ་ལུས་ཀྱི་རེག་བྱ་འཇམ་རྩུབ་ག་རེ་ཡིན་པ་ཡིན་ན་ཡང་ཡུལ་ལ་ལོངས་སུ་སྤྱོད་ཆོག་གི་ཡོད་རེད། ལོངས་སུ་སྤྱོད་གི་ཡོད་རེད། ལོངས་སུ་སྤྱོད་ན་ཡང་ལོངས་སུ་སྤྱོད་པ་དེའི་ཉེར་ལེན་བྱེད་ཡུལ་གྱི་རྐྱེན་གྱིས་རང་གི་སེམས་དེ་ལ་ཚུར་འགྲོ་གི་བཅིངས་མ་སོང་བ། རང་གི་ཡུལ་ལ་ཕ་སྟངས་འཛིན་བྱེད་ཐུ་ཡག་གི་རང་བྱུང་རིག་པ་འདི་གི་ནང་ནས་འཇུག་ཤེས་པ་དྲུག་པོ་དེ་སྐྱེས་ནས་ཡུལ་ལ་ཕ་དབང་བསྒྱུར་བྱེད་ཐུབ་ནས། རྐྱེན་སྣང་དེ་ཚོ་ཐམས་ཅད་དེ། ཉམས་ལེན་གྱི་ནང་དུ་ཚུལ་ལམ་དུ་འཁྱེར་ཐུབ་ན། དེའི་སྐབས་སུ་དབྱིངས་སུ་སྐད་ཅིག་ཙམ་ཡང་མེད་ཟེར་དེ་ཚོ་ཟབ་པོ་རེད་ད། ཞེ་དྲག་ཟབ་པོ་ཡོད་རེད་མ་གཏོགས་དེ་ག་ཚ་དབྱིངས་སུ་སྐད་ཅིག་ཙམ་ཡང་མེད་ཟེར་དུ་མ་ཡིན་ཨང་ཙམ་ཞིག་བསྡད་ཟེར་བའི་སྐད་ཆ་མ་རེད་བ། དེ་འདྲ་ཡིན་དུས་ང་ཚོ་ཐ་སྙད་ཀྱི་རྣམ་གཞག། ཐ་སྙད་མ་རེད་ད། སྤྱོད་ལམ་གྱི་རྣམ་གཞག། ཐ་མ་དཔལ་གྱི་སྤྱོད་ལམ་ལ་འཇུག་ཡོང་དུས་དེ་སུ་ལ་ཡང་འཇུག་སྟངས་དེ་ལ་ཡང། གཅིག་སྟངས་འཛིན་བྱེད་སྟངས་དང་དེ་ལ་ཡང་འཇུག་ལྡོག་གི་ལག་ལེན་གྱི་རིམ་པ་དེ་སྒོམ་དང་འབྲེལ་བ་ལྟ་བ་དང་འབྲེལ་བ་དེ་འདྲ་གཅིག་གི་སྤྱོད་པ་དང་འབྲེལ་བའི་གི་ཐོག་ནས་ལམ་དུ་འཇུག་བཤད་ན་དེ་ལ་ཡང་བླང་དོར་གྱི་ཐོག་ལ་ཡང་འཇུག་བཤད་ན། དང་དུ་བླངས་ཤེས་ན་ལམ་དུ་ཆེར་ཤེས་ན་དབྱིངས་སུ་སྐད་ཅིག་ཙམ་ཡང་མེད་ཟེར་གྱི་ཡོད་རེད་ད་མན་ངག་གི་ཚིག་འདིར་བ་འོ་འདི་ཟབ་པའི་ཐོག་ནས་བསམ་བློ་གཏང་གི་ཡོད་རེད་འདི་གོ་ཡ་གོ་གི་ཡོད་རེད་འདི་སྒོམ་ཆེན་པ་གཅིག་གི་སྐད་ཆ་མ་རེད། འཚམས་པ་དང་རི་ཁྲོད་པའི་སྐད་ཆ་མ་རེད་ཉམས་ལེན་པ་གཅིག་གི་ཐོག་ནས་ང་ཚོ་ཉམས་ལེན་པ་ཟེར་གྱི་ཡོད་རེད་ཉམས་ལེན་ཟེར་ཡག་འདི་ག་རེ་ཉམས་སུ་ལེན་དགོས་ཀྱི་ཡོད་རེད་ཟེར་ན་ཐོས་པ་བསམ་པ་གཅིག་གི་དབང་ཞུས་པ་ཡིན་ན་རེད་ཁྲིད་ཞུས་པ་ཡིན་ན་ཡང་རེད་མན་ངག་ཞུས་པ་ཡིན་ན་རེད་ཁ་ཏོན་འདོན་པ་ཡིན་ན་ཡང་རེད་མཚམས་འདེབས་པ་ཡིན་ན་དེ་ཚོ་ཐམས་ཅད་དེ་སྒྲོ་འདོགས་ཆོད་ཐུ་ཡག་གི་ལམ་གཅིག་དེ་ཕ་ཆེར་ཐུ་གུག་དུ་ཨ། སྒྲོ་འདོགས་ནང་ནས་ཆོད་བག་གི་ཆོད་པའི་ཆེད་དུ་ལམ་དེ་ཚོ་མཉམ་དུ་ཉམས་ལེན་ལ་ཡང་འགྲོ་མ་ཐུབ་ན། དེ་ནས་ཆོས་དང་གང་ཟག་སོ་སོར་སོང་བ་རེད། སྟ་རེ་དང་སྡོང་བུ་གཉིས་མཉམ་དུ་བཞག་བཞག་ན་ཕན་ཐོགས་མི་འདུག་བ། སྟ་རེ་ཡར་ལེན་བྱས་ནས་སྡོང་བུ་གཏུབ་དགོས་ཀྱི་འདུག་བ། དེ་མ་གཏོགས་སྟ་རེ་དང་སྡོང་བུ་མཉམ་དུ་བཞག་པས་ཀྱི་ཕན་ངེས་མི་འདུག་ཆོས་དང་གང་ཟག་གཉིས་དེ་ལྟོ་རྒྱག་མ་ཐུབ་ན་ཆོས་དང་གང་ཟག་གཉིས་མཉམ་དུ་བསྡད་བསྡད་པ་ཡིན་ན་ཡང་ཕན་གྱི་ཡོད་མ་རེད་ལྟོ་རྒྱག་དགོས་ཀྱི་ཡོད་རེད་ལྟོ་རྒྱག་ཡག་ལ། ཡུལ་ཕ་ལྷག་སོང་བ་མ་ཡིན་པ། སེམས་ཆུ་ལ་ལྷག་སོང་བ་མ་ཡིན་པ། ཕྱིའི་རྐྱེན་ཕྱི་ལ་ལྷག་སོང་བ་མ་ཡིན་པ། ནང་གི་རྐྱེན་ནང་ལ་ལྷག་སོང་བ་མ་ཡིན་པ། རྐྱེན་སྣང་ཐམས་ཅད་དེ་གོང་བུ་གཅིག་ཏུ་འགྱུར་བྱས་ནས་ཉམས་འོག་ཏུ་བ་ཆུས་འཐུལ་བར་བྱས་ནས། ལྟ་སྒོམ་སྤྱོད་པས་འོག་ཏུ་བ་ཆུས་འཐུལ་བར་བྱས་པ་ཡིན་ན། དེ་ལ་ཡང་རི་ཁྲོད་པ་ཟེར་ན་འགྲིག་གི་རེད་ཚངས་པ་ཟེར་ན་འགྲིག་གི་རེད་དབང་གི་ཉམས་ལེན་པ་ཟེར་ན་འགྲིག་གི་ཡོད་རེད་ད་སྐད་ཆ་མང་པོ་རེ་ཟུང་དགོངས་དག་དེ་འདྲ་ཡིན་དུས་དབྱིངས་སུ་སྐད་ཅིག་ཙམ་ཡང་མེད་པར་ཉམས་སུ་ལོང་ཞིག་རྟོགས་པ་དང་ལྡན་ཞིང་གོམས་ན་ཟེར་ད་འདི་དཔེ་ཚིག་ནུས་པ་ཆེན་པོ་རེད། ང་ཚོ་ལོ་གསུམ་ལ་མཚམས་འདས་པ་ཡིན་ཟེར་ལོ་བདུན་ལ་མཚམས་འདས་པ་ཡིན་གཡའ་རི་དང་གངས་རི་རྫ་རི་ལ་ཕྱིན་པ་ཡིན་ག་ཞིག་ག་ཞིག་ལ་ཡང་བྲག་ཕུག་ནང་ལ་བསྡད་པ་ཡིན་འདི་ཕན་གི་མི་འདུག་ག་འདིས་ཕན་གི་ཡོད་མ་རེད་ད་གར་དགོས་ས་ན་གོམས་དགོས་རེད། ད་གོམས་ཟེར་ཡ་ཚིག་འདི་རང་གཅིག་པུ་བསྡད་པའི་སྐབས་ཀྱི་གོམས་པ་སྐད་ཆ་བཤད་ཀྱི་ཡོད་མ་རེད་མན་ངག་གི་ལུགས་ལ། འོ་ན་ག་རེས་གོམས་དགོས་རེད་ཟེར་རྒྱུ་ད་གི་གོང་དུ་ཞུས་པ་ལྟ་བུ་རེད། སྣང་གྲགས་རིག་གསུམ་ཐམས་ཅད་ལ་ཡང་ལོངས་སུ་སྤྱོད་ནས་གནད་དུ་ཚུད་པ་ཅིག་དགོས་ཀྱི་ཡོད་རེད་དེ་གལ་ཆེན་པོ་རེད་དུ་བ། རྐྱེན་སྣང་ལས་ང་ཚོ་གི་ལྡོག་གོམས་བྱེད་མ་ཐུབ་ན། རྐྱེན་སྣང་ཐམས་ཅད་ལ་ང་ཚོ་གི་དེ་ལ་སྟངས་འཛིན་བྱེད་མ་ཐུབ་ན། ནས་གོམ་པ་ཡོང་གི་ཡོད་མ་རེད། རང་གཅིག་པུ་འུར་བསྡད་བྱས་ནས་མཚམས་རེ་གྲོལ་ལ་བསྡད་པ་ཡིན་མི་དང་མ་འགྲོགས་འུར་སྒྲ་དང་མ་འགྲོགས། གཟུགས་སྒྲ་དྲི་རོ་རེག་བྱ་དང་བལྟས་པ་ཁ་ཁ་ཕྱེས་ནས་རང་གཅིག་པུ་ཞིག་བསྡད་ན་གོམས་ཐུག་ཡ་མེད་པ་རེད། དེ་འདྲ་ཡིན་དུས་ད་སྔོན་གྱི་རྒྱལ་བ་རྒོད་ཚང་པ་ལྟ་བུ་རྣལ་འབྱོར་ཆུང་བ་ཆུང་མི་ལ་རས་པ་ལྟ་བུ་དེ་ཚོའི་གྲས་ཡིན་ན་ནི་ནི་ཅིག་དང་པོ་དཀའ་ལས་མང་པོ་ཞིག་བརྒྱབ་ཡོད་རེད། བླ་མའི་གདམས་ངག་སེམས་ཐོག་ཏུ་འཆར་བའི་སྐབས་སུ་ལ་ཕྱི་ནང་གི་རྐྱེན་སྣང་མང་པོ་ཅིག་བྱུང་ནས་བར་ཆད་མང་པོ་བྱུང་བ་རེད་དེ་ཡིན་ན་ཡང་ད་རུང་དེ་ལ་ཡང་ལྡོག་སྒོམ་གནད་དུ་ཚུད་པ་བྱས་ནས་མུ་མཐུད་ནས་དཀའ་ངལ་ལ་གདོང་ལེན་བྱེད་རྐྱེན་ལ་ཡང་གདོང་ལེན་བྱེད། ལྷ་འདྲེ་མི་གསུམ་གསོད་བྱུང་བ་ཡིན་ན་ཡང་དེ་ལ་ཡང་བར་ཆད་དང་དངོས་གྲུབ་སེལ་ཡག་གི་དབྱེ་བ་མ་ཕྱེ་ནས་རྐྱེན་ག་རེ་བྱུང་བ་དེ་ཉམས་རྟོགས་ཏུ་བར་ཚུད་པའི་གེ་སྒོམ་གྱི་གནད་ལ་བར་འགྲོ་ཐུབ་པ་ཡིན་དུས་དེ་ནས་ལྷ་འདྲེ་མི་གསུམ་ཐམས་ཅད་དབང་དུ་བསྡུ་ཐུབ་པ་བྱུང་བར་བ་དེ་འདྲ་ཅིག་ཡོང་ཡག་ལ། ག་རེ་དགོངས་འདུག་ཟེར་ན་སྐྱེངས་དང་འགྲོགས་དགོས་བ་རེད། མཛེས་དང་མ་མཛེས་སྙན་དང་མི་སྙན་བསྟོད་པ་དང་སྨད་པ། དགའ་བ་དང་སྡུག་པ་ལ་སོགས་པའི་རེ་བ་དང་དོགས་པ་ཐམས་ཅད་ཀྱི་ནང་ལ་བར་འགྲོ་ནས་དེ་ཚུལ་གྱིས་སྐྱེངས་དེ་ཚུལ་གྱིས་གནས་དེ་ཚོ་བྲིས་ཏེ་ཉམས་སུ་ལེན་པ་ལས་ཉམས་ལེན་གྱི་ལམ་དུ་ཚུར་ཁྱེར་ཐུབ་པ་དེ་དགོས་ན་དེ་ལ་གོམས་པ་ཞིག་ཡག་རེད། དེ་རེད་ད། གོམས་བསལ་དུ་མ་གཏོགས་དེ་ཡང་ནས་ཡང་དུ་དེ་མིག་བཙུམ་ནས་དེ་ཨུ་ཚུགས་རྒྱབ་ནས་བསྡད་བསྡད་པ་ཅིག་ལ་གོམས་པ་ཟེར་གྱི་ཡོད་མ་རེད། གོམས་པའི་ཐབས་ཟབ་ཤོས་དེ། རྐྱེན་སྣང་ལམ་དུ་འཁྱེར་དགོས་བ་རེད། རྐྱེན་སྣང་ལམ་དུ་འཁྱེར་ཐུབ་ན་གོམས་པ་ཚད་ལྡན་རེད། རྐྱེན་སྣང་ལམ་དུ་འཁྱེར་མ་ཤེས་ན་སེམས་གནས་པ་ཙམ་ལ་གོམས་པ་མ་རེད། རྟོགས་པ་ཨེན་ཙམ་ཤར་བ་དེ་ཡང་གོམས་པ་མ་རེད། འོ་ན་ག་རེ་རྟོགས་པ་ཨེན་ཙམ་ཤར་བ་དང་སེམས་གནས་པ་ཙམ་མ་ཡིན་པ་ཡུལ་སྣང་གི་ཆོས་རྐྱེན་སྣང་གི་ཆོས་གང་དང་གང་ཡིན་པ་དེ་ལམ་དུ་ཁྱེར་ནས་དེ་ལ་བཟློག་སྒོམ་གནད་དུ་ཚུད་པ་ཅིག་ཡོང་ཐུབ་ན་རྟོགས་པ་དང་ལྡན་དེ་ལ་ཡང་རྟོགས་ལྡན་ཟེར་བ་རེད་ད་རྟོགས་ལྡན་ཟེར་ཡག་དེ་དེ་རེད་འདུག་ཨ་རྟོགས་པ་དེ་གོམས་ན་རྟོགས་ལྡན་ནམ་མཁའི་རྣལ་འབྱོར་དུ་མྱུར་དུ་འབྱོར་རོ་ལགས་སོ་སྙམ་པར་ཅུང་ཅུང་ཟད་བཞག་དེ་ནས་ཕས་ལན་གསུམ་བརྒྱབ་པའི་སྐབས་སུ་ལ་ཉམས་དེ་ཤར་སོང་ན་ཉམས་དེ་བར་ཤིག་དགོས་བ་རེད་ཨ་ཉམས་དང་ཡོང་གི་རེད་བ། རྣལ་འབྱོར་ཉམས་ལ་ཅི་ཡང་ཤར་དབྱར་ཁའི་སྤང་ལ་ཅི་ཡང་ཤར་ཟེར་གོ་གར་ཡོང་གི་རེད་ཉམས་ལ་ད་ཧ་ལས་གང་ཡོད་མ་རེད་ཡིན་ན་གཙོ་བོ་དེ་ང་ཚོ་རྟོགས་པ་དགོས་གི་ཡོད་རེད་ཉམས་དེ། ཤུན་པ་ནང་ད་རེད་བུད་དགོས་གི་ཡོད་རེད་དེ་ལས་ནང་དུ་འདུ་འབྲལ་མེད་པའི་གི་ཡོན་ཏན་དེ་རྟོགས་པ་རེད་ཡོད་དེ་ཡིན་དུ་རྟོགས་པ་རྟོགས་པ་སྐྱེ་ཡ་ལ་དང་པོ་ཉམས་ཀྱི་ཤུན་པ་དེ་དྲག་དགོས་བ་ཡིན་དུས་དེ་ནས། ཕས་ལན་སུམ་བརྒྱ་བའི་སྐབས་སུ་ལ་ཉམས་ཤར་ན་ཉམས་ཀྱི་ཤུན་པ་སྤུད་དགོས་བ་རེད། ཕས།